རྡོ་རྗེ་ནི། འོ་ན། འགོག་བྱེད་ཟེར་ནས། བྱེད་པ་ས་བཅད་ཀྱི་སྒྲ་འགོག་བྱེད། དེ་དུ་བ། འགོག་བྱེད་ཟེར་ནས་ཏག་ཏག་པོ་རང་བྱེད་པ་དེ་ཚང་མ་སོང་ཨ། དེ་ག་ནང་བཞིན་དུ་འདི། འདིའི་དབང་དུ་བཏང་ན་ཡང་དེ་ལ་ཡང། བྱེད་པ་པོ་ལས་བྱེད་ལས་མ་གཏོགས་མི་འདུ་བ། དེ་འདུ་བཅུ་པ་དེ་ག་རེ། བྱེད་པ་དེ་བཞག་ནི་བྱེད་པ་དེ་བཞག་ནས། བྱེད་པ་དེ་འདི་ཁོ་རང་བྱ་ཚིག་འདི་དང་འབྲེལ་ནས་བཤད་ཡོང་དུས་ག་རེ། སྡེབ་བྱེད།

འདིར་བ་འཁྲུལ་བྱེད། དེང་དུས་ལོ་ཏོག་ལྟ་བུའི་དུས་འཁྲུལ་བྱེད་ཀྱི་བརྡ་འགྲོ། འདི་རྩ་ནི་འཁྲུལ་བྱེད། བྱེད་པ་ག་རེ་བྱེད་པ་དེ་ག་རེ་འཁྲུལ་བྱེད། འདི་རྩ་ནི་འཁྲུལ་བྱེད་དེ་ལ་ག་རེ་ལབ་ག་རེ་འདེབས་བྱེད། ལོ་ཏོག་འདེབས་བྱེད་ག་རེ་ཟེར་ན། འཁྲུལ་བྱེད་ཡིན། ལོ་ཏོག་འདེབས་པ་པོ་དེ། ལོ་ཏོག་འདེབས་པ་པོ་དེ་སུ་ཡིན་ཟེར་ན་ཞིང་པ་ཡིན། ནི་གདབ་པར་བྱ་བ་དེ་ག་རེ་ཡིན། ལས་སམ་བྱ་བའི་ཡུལ་གདབ་པར་བྱ་བ་དེ་ག་རེ་ཟེར་ན་ལོ་ཏོག་ཡིན། ལོ་ཏོག་འདེབས་བྱེད་དེ་ག་རེ་ཡིན་ཟེར་ན། ནི་འཁྲུལ་བྱེད་ཡིན། ཟེར་ཏེ་འདིར་བཅུ་པ་བྱེད་པ། དབྱེ་བ་དགུ་གི་གང་ལ་ཡང་རྒྱ་གཅིག་བསྣེབས་ནས་དབྱེ་བ་བཅུ་པ་ཆགས་སོ། ད་བྱ་ཚིག་དབྱེ་བ་བཅུ་ལྡན་སྦྱར། ད་དེའི་སྐབས་ལ་ད་འདུས་གཅིག།

ད་འདི་ལ་ག་རེ་ཞུ་དགོས་རེད་ལས་ཚིག་དབྱེ་བ་བཅུ་གཅིག་པ་བཅུ་གཅིག་ལྡན་ཟེར་ནས་ད་གུས་པ་བསྡད་ཞུས་ཡོད་དེ་ག་ནང་ཤེས་ཀྱི་ད་འདི་ལ་ཡང་གཅིག་པ་རེད། འདི་ལ་ཡང་དབྱེ་བ་ད་གར་སོང་དང་པོ་བཅུ་པ་དེ་བྱས་ཨ་ནི་བཅུ་གཅིག་པ་བཅུ་པ་དེ་ག་རེ་ཟེར་ན་བྱེད་པ་ཨ་ནི་བཅུ་གཅིག་པ་དེ་ག་རེ་བྱ་རྒྱུ་མ་འོངས་པ་བྱ་རྒྱུ་མ་འོངས་པ་བྱ་ཨ་ནི་བྱེད་པ་དེ་ས་བཅད་གྲགས་འདི་ལ།

བྱེད་པ་དང་བྱ་རྒྱུ་མ་འོངས་ཟེར་བ་གཉིས་པ་དེ་མིང་བཞག་ནས་ད་དབྱེ་བ་ངོ་མ་འདི་ག་རེ་འགོག་བྱེད་དང་དགག་རྒྱུ་ཟེར་བ་དེ་རེད། དེ་འདུག་ད་བྱེད་པ་ས་བཅད་ཀྱི་གྲགས་དེ་སླད་ཡོང་དུས་ཡང་ད་ལྟ་བ་བྲི་དགོས་རེད་དུས་དང་རྣམ་པ་ཀུན་ཏུ་ད་ལྟ་བ་བྲི་དགོས་རེད། བྱ་རྒྱུ་མ་འོངས་པ་ས་བཅད་ཀྱི་གྲགས་དེ་སླད་ཡོང་དུས་ཁོ་མ་འོངས་པ་མཚན་ཉིད་པ་ཡིན་པར་སོང་ཙང་དེ་ལ་ཡང་མ་འོངས་པ་བྲི་དགོས་རེད་ད་དེ་ལ་ད་ལྟ་བ་བྲིས་དེ་ལ་མ་འོངས་པ་བྲིས། ཨོ་གང་ཡིན་ཟེར་ན་འགོག་བྱེད་ཟེར་ཡ་དེ་བྱེད་པ་ས་བཅད་ཀྱི་གྲགས་ཡིན་པར་སོང་ཙང་ད་ལྟ་བ་བྲི་དགོས་རེད་དགག་རྒྱུ་ཟེར་བ་དེ་བྱ་རྒྱུ་མ་འོངས་པ་ས་བཅད་ཀྱི།

ད་དབྱེ་བ་དགུ་ལྡན་གྱི་རྗེས་སུ་དབྱེ་བ་བཅུ་གཅིག་ལྡན་འོ་དོ་ཅན་ད་ཙལ་བྱང་ཡག་གི་ཆེད་དུ་ད་དབྱེ་བ་བཅུ་གཅིག་ལྡན་ཟེར་དུས། དོན་དག་ལ་ལས་ཚིག་དབྱེ་བ་བཅུ་གཅིག་ལྡན་ཟེར་དུས། དབྱེ་བ་བཅུ་གཅིག་གི་ནང་ནས་དགུ་པོ་དེ་གོང་དུ་ཞུས་མ་ལྟ་བུའི་ལས་ཚིག་དབྱེ་བ་དགུ་ལྡན་གྱི་དགུ་པོ་དེ་ག་རང་བྱེད་དེའི་གང་ལ་ཐེབས་ལ་རྣམ་པ་གཉིས་བསྣན་མི་ཡོང་དུས་ཨ་ནི་དབྱེ་བ་བཅུ་གཅིག་ལྡན་ཆགས་འགྲོ་གི་ཡོད། ད་དེ། ད་དེ་ལ་ཡང་དབྱེ་བ་ཐེབས་ལ་གཉིས་པོ་བསྣན་པ་དེ་གང་ཡིན་ཟེར་ན་དེ་གསུམ་པ་བྱེད་པ་ཟེར་ཡ་དེ། གསུམ་པ་བྱེད་པ་ཟེར་ཡ་དེ་དང་ཨ་འདས་ལ་དགུ་པ་བྱ་རྒྱུ་མ་འོངས་པ་ཟེར་ད་འདི་ཉིན་མ་ནེམ་ཞེ་ཐེབ་ལ་ནེམ་ཡོང་དུས་ཨ་བཅུ་གཅིག་དན་ཆགས་འགྲོ་གི་ཡོད་ཟེར་ད་འདི་ལ་དབྱེ་བ་བཅུ་གཅིག་དན་ཟེར་ཨ་ཁྱེད་རྣམས་ཡང་རྩལ་བྱང་ཡག་གི་ཆེད་དུ་དཔེར་བརྗོད་ཡག་པོ་བྲི་ཡག་གི་ཆེད་དུ་དང་པོ་དབྱེ་བ་དགུ་དན་ལ་དཔེར་བརྗོད་བྲི་དེའི་རྗེས་སུ་དབྱེ་བ་བཅུ་གཅིག་དན་ལ་དཔེར་བརྗོད་བྲི་ན་དེ་ནི་ཡག་པོ་ཆགས་འགྲོ་གི་རོ་ཨ་ད་དབྱེ་བ་བཅུ་གཅིག་པོ་དེ་གང་ཡིན་ཟེར་ན་དང་པོ་བྱེད་པ་པོ་གཉིས་པ་ལས་གསུམ་པ་བྱེད་པ་ཟེར་ད་ད་གི་དབྱེ་བ་དགུ་དན་ནང་ལ་དེ་བྱེད་པ་ཟེར་དེ་ཡོད་མ་རེད་ད་བཞི་པ་བྱེད་ལས་ལྔ་པ་བྱ་ལས་དྲུག་པ་བྱེད་ལས་མ་འོངས་པ་བདུན་པ་ཇི་བཞིན་ད་ལྟ་བ་བརྒྱད་པ་བྱད་སེམས་འདས་པ་དགུ་པ་བྱ་རྒྱུད་མ་འོངས་པ་ཨཱ་སྟ་དགུ་པ་འདི་ལྟའི་གནས་མི་བྱ་ཡོད་རེད། བཅུ་པ་ཀུལ་ཚིག་བཅུ་གཅིག་པ་དགའ་བྲལ་ཀུལ་ཚིག་ཨཱ་སྟ་དེ་གྱི་གོང་དུ་ཞུས་པ་དང་གཅིག་པ་རེད་དེ་ཡིན་དུས་ད་དེ་ལ་ཁར་དུ་ཇི་བཞིན་ད་ལྟ་བ་བྱད་སེམས་འདས་པ་བྱ་རྒྱུད་མ་འོངས་པ་ཨཱ་ཟེར་ནས་དུས་གསུམ་པོ་ཆ་ཚང་ཡང་གུང་བྲིས་ནས་ཏག་ཏག་ཅིག་དེ་སླེབས་ཐུབ་ཀྱི་འདུག་བ་དེ་སླེབས་གོ་གི་ཡོད་རེད་ད་དེ། ཆད་པའི་གི་སྐྱོན་ཆགས་དྲུག་འདི་མ་བཅུག་བ་ཡིན་ན་འགྲིག་གི་མི་འདུག་དེ་ག་ནང་བཞིན་བྱས་ནས་དེ་ལ་བྱེད་པ་པོ་དང་ལས་དང་བྱེད་པ་ཟེར་ནས་འདི། བྱེད་པ་པོ་གཙོ་བོ་དང་བྱེད་པ་པོ་ཕལ་པ་གཉིས་ཀ་ཡང་དེ་བླུགས་ཤིག་འདི་མ་བླུགས་བ་ཡིན་ན་བྱེད་པ་པོ་གཅིག་པོ་ཞིག་མ་གཏོགས་བྱེད་པ་ཡང་ཡོད་རེད་བ་ད་ཀྱི་གོང་དུ། ཞུས་པ་ནང་བཞིན་རེད་དེ་ག་ནང་བཞིན་བཀྲ་ཤིས་ཀྱི་སྨྱུ་གུ་ཡི་གེ་བྲིས་ཟེར་ན། སྨྱུ་གུ་དེ་བྱེད་པ་ཆགས་འདུག་གི་རེད་བ།

ལས་སམ་བྱ་བའི་ཡུལ་ས་བཅད་ཀྱི་སྒྲ་གཟུགས་བྱ། བྱེད་པ་ས་བཅད་ཀྱི་སྒྲ་འཛུགས་བྱེད། བྱེད་ལས་ས་བཅད་ཀྱི་སྒྲ་འཛུགས་པར་བྱེད། བྱ་ལས་ས་བཅད་ཀྱི་སྒྲ་གཟུགས་པར་བྱ། བྱེད་ལས་མ་འོངས་པ་ས་བཅད་ཀྱི་སྒྲ་འཛུགས་པར་འགྱུར། བྱེད་བཞིན་ད་ལྟ་བ་ས་བཅད་ཀྱི་སྒྲ་འཛུགས་བཞིན་པ། བྱེད་ཟིན་འདས་པ་ས་བཅད་ཀྱི་སྒྲ་བཙུགས་ཟིན་པ། བྱ་རྒྱུ་མ་འོངས་པ་ས་བཅད་ཀྱི་སྒྲ་གཟུགས་རྒྱུ། སྐུལ་ཚིག་ས་བཅད་ཀྱི་སྒྲ་ཚུགས་ཤིག། ག་དྲི་སྐུལ་ཚིག་གི་ས་བཅད་ཀྱི་སྒྲ་མ་འཛུགས་ཤིག། འོག་ཏུ་བཞིན་བརྡ་དབྱེ་བ། བཅུ་གཅིག་ཏག་ཏག་ཅིག་བཟླས་ལ་ཡོལ་བ་བྱས་ད་དེ། དང་པོ་དབྱེ་བ་དགུ་ལྡན་ཟས་དེ་འདུས་པ་དེ་བཞག་དེ་ལས་ཅུང་ཟད་རྒྱས་སུ་བཏང་བ་ཡིན་ན་འབྲིང་དུ་དབྱེ་བ་ཡིན་ན་དབྱེ་བ་བཅུ་གཅིག་ལྡན་ཡོད། འདུ་བྱེད་ནས་ད་དབྱེ་བ་བཅུ་གཅིག་བྱས། ད་དེའི་རིགས་འགྲེས་ནས་ད་ཆ་ཚང་ལ་རིགས་འགྲེས་དགོས་ད་ད་བྱ་ཚིག་ག་འདྲའི་འདྲ་བོ་བརྗེས་ཡོད་པ་ཡིན་ན་ཡང་ལས་ཚིག་དབྱེ་བ་ཁར་སོགས་བྱ་བྱེད་ཐ་དད་པའི་ཀྱི་ལས་ཚིག་ཡིན་པ་གང་ཞིག་ལ་ཨ་ནི་དེའི་ཁྱད་པར་གསུམ་དང་ལྡན་པ་ཅིག། ཆགས་ཀྱི་འདུག་ན་ད་དེ་ལ་ལས་ཚིག་དབྱེ་བ་དགུ་ལྡན་ཡོད་པ་བཅས་དགུ་ལྡན་ག་ལ་བཅུ་གཅིག་ཡང་བརྩི་ཡ་ཡོད་འདི་གཉིས་བསྣེམས་ནས་བལྟ་བ་ན་ཡང་དབྱེ་བ་བཅུ་གཅིག་ལྡན་ཟེར་དུས་ད་དབྱེ་བ་བཅུ་གཅིག་མ་གཏོགས་དེ་ལས་མང་བ་དབྱེ་བ་ཕྱེ་ཡ་མེད་པ་འདི་འདྲ་རེད་བས་ཟེར་ན་དེ་ཡང་ཆགས་ཀྱི་འོག་མ་རེད་དེ་འདུག་ད་ནི་དེའི་སྒང་ལ་ད་འདུལ་ཡང་དེ་བལ་ཁ་ཤས་བསྣེམས་ནས་དབྱེ་བ་བཅོ་ལྔ་ལྡན་ཟེར་ནས། ངས་འདི་ནང་ལ་བྲིས་ཡོད། སྤྱི་བཏང་དང། ཉེ་ཆུ་ཁེན་ར་ཡོད་ཟེར་བཏང་ཆུ་ཀ་རའི་སྟེང་གི་གྲོ་མའི་ནང་ལ་དབྱེ་བ་དགུ་ལྡན་གཅིག་པོ་གཅིག་མ་གཏོགས་མང་ཤོས་དབྱེ་བ་དགུ་རེ་མ་གཏོགས་བཅུ་གཅིག་དང་བཅོ་ལྔ་ཟེར་ནས་གསུང་ཡོང་བ་རེད། ཡིན་ན་ཡང་ད་ང་རང་ཚོ་ལས་དང་པོ་བ་རྣམས་རྩལ་བྱང་ཡན་ཆད་དུ་དབྱེ་བ་བཅུ་གཅིག་དང་དབྱེ་བ་བཅོ་ལྔ་ཡང་བཞག་ཆོག་གི་ཡོད། ད་བཅུ་གཅིག་དེ་ག་རང་བཞག་ནས། དེའི་སྟེང་དུ་ད་དུང་ཡང་དབྱེ་བ། བཅུ་གཅིག་གང་ལ་བཞི་བསྣེབས་ནས། དབྱེ་བ་བཅོ་ལྔ་དེ་དེ་འདྲས་བཞག་ཡས་ཡོད། ད་བཅོ་ལྔ་མནན་ཡོང་དུས་ད་ད་ལྟ་དེ་ལ། དཔེར་ན་བོད་ཡིག་བཙུགས་ཟེར་བ་གི་དབང་དུ་བཏང་བྱས་དུས་ད་དེ་དེབ་ལ་ག་རེ་མནན་དགོས་ཟེར་ན་བཅུ་གཅིག་གང་ལ་ད་བཅུ་གཉིས་རོ་ད་དེ་ཡག་པོ་བྲིས་ས་ཞིག་མི་འདུག་ད་ད་ད་དང་པོ་དེ་མ་བསུབ་རྗེས་དེ་དབྱེ་བ་བཅོ་ལྔ་དེ་འདི་མ་བྲིས་གི་ཡིན། ད་དབྱེ་བ་བཅོ་ལྔ་དེ་འདི་གི་ནང་ནས། བཅུ་གཅིག་པོ་དེ་དེ་ག་རང་རེད་བཅུ་གཅིག་དེ་རང་བཞག་ནས་དེའི་སྒང་ལ་ད་དུས་ཡན་ཐེབས་ལ་བཞི་བསྣེམས་ཡོང་དུས་དེ་དབྱེ་བ་བཅོ་ལྔ་ལྡན་ཆགས་ཀྱི་ཡོད། ད་དེའི་དཔེར་བརྗོད་རིང་པོ་དེ་དེ་བྲིས་བཞག་པ་དེ་དབྱེ་བ་བཅོ་ལྔ་ལྡན་གྱི་ཆེད་དུ་མ་བྲིས་བཞག་པ་དེ་འདྲ་ཆགས་འདུག་ཡོད། ཨོ་དེ་འདུས་ད་དང་པོ་དབྱེ་བ་བཅོ་ལྔ་ལྡན་དེ་མ་བྲིས་བཞག་པ་ཡིན་ན་དེ་སྟབས་བདེ་བོ་ཆགས་འགྲོ་གི་འདུག་ཨ། འོ་ད། བྱ་བྱེད་ཐ་དད་པའི་ལས་ཚིག་གི་དབྱེ་བ་དེ་ལ་དབྱེ་བ་དགུ་ལྡན་དང་དབྱེ་བ་བཅུ་གཅིག་ལྡན་དེ་མ་ཞུས་བསྒྲུབས་ནས། ད་དབྱེ་བ་བཅོ་ལྔ་ལྡན། ད་ལྟ་གོང་དུ་ཞུས་མ་ཐག་པ་ནང་བཞིན་བྱས་ནས་དབྱེ་བ་བཅོ་ལྔ་ལྡན་ཡང་ཆགས་ཡས་ཡོད། ད་དབྱེ་བ་བཅོ་ལྔ་ལྡན་ཆགས་ཡོང་དུས། ད་ད་ཀྱི་གོང་གི་དབྱེ་བ་དགུ་ལྡན་གང་ལ་གཉིས། བྱེད་པ་དང་བྱ་རྒྱུ་མ་འོངས་པ་གཉིས་ནི་བཅུ་གཅིག་སྟེང་ཆགས་འགྲོ་གི་རེད་བཅུ་གཅིག་སྟེང་དེ་ག་རང་གི་ཐོག་ལ་ག་རེ་ནེམ་དགོས་རེད་ཟེར་ན་བྱེད་དུས་ཟེར་ཡ་གཅིག་དང་བྱེད་ས་དང་བྱེད་ཚུལ་དང་བྱེད་རོགས་ཟེར་ནས་འདི་བཞི་དེ་ནེམ་བཞག་དུས་བཅུ་གཅིག་གང་ལ་བཞི་ནེམ་དུས་དབྱེ་བ་བཅོ་ལྔ་སྟེང་ཆགས་འགྲོ་གི་ཡོད་ད་བྱ་བ་ག་རེ་ཡིན་ན་ཡང་ད་ལྟ་དཔེར་ན་ད་ཀྱི་གོང་དུ་བྱ་བ་ག་རེ་ཡིན་ན་ཡང་ཁོ་ལ་བྱེད་པ་པོ་གཅིག་ཡོད་རེད་བ་དེ་ག་ནང་བཞིན་བྱ་བ་དེ་ལ་བྱ་བའི་ཡུལ་གཅིག་ཡོད་རེད་བ་དེ་ག་ནང་བཞིན་བྱ་བ་དེ་ལ་བྱེད་པ་གཅིག་ཡོད་རེད་བ། འོ་དེ་ནང་བཞིན་བྱས་ནས། བྱ་བ་དེ་ལ་བྱེད་དུས་ཅན་ཡང་ཡོད། བྱ་བ་དེ་ལ་བྱེད་ས་ཅན་ཡང་ཡོད། བྱ་བ་དེ་ལ་བྱེད་ཚུལ་ཅན་ཡང་ཡོད། བྱ་བ་དེ་ལ་བྱེད་རོགས་ཅན་ཡང་ཡོད། དེ་ཡིན་པ་སོང་ཙང་དེ་བཞི་པོ་དེའང། ལས་ཚིག། བྱ་བྱེད་ཐ་དད་པའི་ལས་ཚིག་གི་དབྱེ་བ། ནང་ལ་བླུགས་ནས་བཅོ་ལྔ་ལྡན་ཟེར་ནས་དབྱེ་བ་བཅོ་ལྔ་ཐམ་པ་བཞག་ན་ཡང་ད་འགྲིག་གི་ཡོད། མ་འགྲིག་པ་རྩ་བ་ཉིད་ནས་ཡོད་མ་རེད། ད་ཉི་ཤུ་མཁན་ར་བའི་གསེར་གྱི་དེ་བཞི་པོ་བླུགས་ཡོད་མ་རེད་ཡིན་ན་ཡང་དེ་ཕར་བླུགས་ནས་དབྱེ་བ་བཅོ་ལྔ་བཟོས་ནས་དེ་དེ་ལ་དཔེར་བརྗོད་བྲིས་ནས་དེ་གོ་རྩལ་བྱང་བ་ཡིན་ན། དགེ་མཚན་ཡོད་རེད་མ་གཏོགས་སྐྱོན་གང་ཡང་ཡོད་མ་རེད་གང་ཡིན་ཟེར་ན་བྱ་བ་དེའི་བྱེད་པ་པོ་དེ་དབྱེ་བ་ནང་ལ་བླུག་འདུག་བ། དབྱེ་བ་གུ་དེའི་ནང་ལ་བྱ་བ་དེའི་བྱེད་པ་པོ་དེ་བླུག་ཡོད་རེད་བྱ་བ་དེ་གི་བྱ་བའི་ཡུལ་བླུག་ཡོད་རེད་བྱ་བ་དེ་གི་བྱེད་པ་བླུག་ཡོད་རེད་བ། ད་ག་ནང་བྱ་བ་དེ་གི་བྱེད་ལས་བླུག་ཡོད་རེད་བྱ་ལས་བླུག་ཡོད་རེད། ཨོ། ད་འདི་ཚོ་བླུག་ཡོད་ན་ད་བྱ་བ་དེ་གི་བྱེད་སའི་བྱེད་པའི་གི་དུས་ཚོད་དེ་བྱེད་དུས་སུ་དེ་བྱ་བ་བྱེད་ཡས་གི་དུས་ཚོད་དེ། དེས་བླུགས་མི་ཆོག་པའི་རྒྱུ་མཚན་ཡང་མ་རེད། དེ་ག་ནང་བཞིན་བྱ་བ་བྱེད་ས་ཟེར་དུས་བྱ་བ་ཁོ་རང་བྱེད་སའི་གི་ཡུལ་དེ་བྱ་བ་བྱེད་ཡུལ་ཟེར་ན་ཡང་འགྲིག་རེད། ཨ་ནི་བྱ་བ་བྱེད་ཚུལ་ཟེར་དུས་བྱ་བ་ཁོ་རང་བྱེད་སྟངས་དེ་ད་བྱེད་ཚུལ་བྱེད་སྟངས་བྱེད་ལུགས་ཟེར་ནས་ད་རྣམ་པ་གསུམ་གར་བཞག་ན་འགྲིག་བར་ད་དེ་ལ་བྱེད་ཚུལ། དེ་ག་ནང་བཞིན་བྱ་བ་བྱེད་ཡོང་དུས་བྱ་བ་ཁོ་རང་བྱེད་པའི་སྐབས་སུ་རོགས་པ་བྱེད་ཡང་ཡོད་རོགས་བྱ་བ་བྱེད་རོགས་བྱེད་འོ་དེའི་བཞི་པོ་དེ་ཡང་ད་བག་བླུགས་བྱས་ཨ་ནི་དབྱེ་བ་བཅོ་ལྔ་ལྡན་ཟེར་ནས་འོག་ཏུ་བྱས་ནས་ན། འདི་འདྲའི་དབྱེ་བ་རྒྱས་པ་ཕྱེད་ཡོང་དུས་བཅོ་ལྔ་ཐམ་པ། ཕྱེད་ཡོད། ད་དེ་ཕྱེད་ཡོང་དུས། དབྱེ་བ་བཅོ་ལྔ་དེ་དེ་མ་དེ་ནས་མར་རིམ་པ་བཞིན་དུ་དེབ་ནང་ལ་བཀོད་ཡོད་པ་ནང་བཤད་བཞིན་བྲིས་བཞག་ཡོད། ད་དེ་བཞི་པོ་དེ་བླུགས་ཡོང་པའི་སྐབས་སུ་ཡིན་ན་ཡང་མཐའ་མ་མཐའ་མ་ལ་མ་ཡིན་པ་བཅས་དེ་ལ། བཞི་པ་དང་ལྔ་པ་དང་དྲུག་པ་དང་བདུན་པ། ཨོ་ད་བྱེད་པ་པོ་དང་ལས་དང་བྱེད་པ་བྱེད་པ་གི་རྗེས་སུ་འདི་བཞི་པོ་དེའི་མ་ལུག་བཞག་ཡོད། རིམ་པ་བཞིན་དེ་བཞི་ལུག་བཞག་དུ་བ་དང་པོ་བྱེད་པ་པོ་གཉིས་པ་ལས་གསུམ་པ་བྱེད་པ་བཞི་པ་བྱེད་དུས་ལྔ་པ་བྱེད་ས་དྲུག་པ་བྱེད་ཚུལ་བདུན་པ་བྱེད་རོགས་ཟེར་འདི་བཞི་པོ་དེ་ལུག་དགོས་པའི་རྒྱུ་མཚན་གང་ཡིན་ཟེར་ན་ད་ད་ལྟ་ངས་འདི་རྣམས་ལ་འདི་ངོས་འཛིན་བྱེད་ཡོང་དུས་རྟེན་གོ་ར་མཐར་ཆགས་སུ་ངོས་འཛིན་བྱེད་དེ་བས་ཀྱི་ཆེད་དུ།

གོ་རིམ། བཞི་དེ་དེའ་རང་བླུག་གོ་རེད་ཟེར་བའི་དོན་དག་མ་རེད་ཐ་མ་ལ་བླུག་ན་ཡང་འགྲིག་གི་རེད་དེ། དབྱེ་བ་བཅུ་གཅིག་སྟེ་ཆ་ཚང་སྔོན་ལ་སོང་ཚིམ་པའི་རྗེས་སུ། བཅུ་གཉིས། བཅུ་གཉིས་བཅུ་གསུམ་བཅུ་བཞི་བཅོ་ལྔ་ཟེར་ནས་དེ་འདྲ་བྱས་ནས་གོ་རིམ་བསྒྲིགས་ན་ཡང་འགྲིག་གི་རེད་ད་དེ་ལ་དམིགས་བསལ་གྱི་གོ་རིམ་གང་ཡང་ཡོད་མ་རེད་ད་དེ་དབྱེ་བ་དགུ་ལྡན་དང་དབྱེ་བ་བཅུ་གཅིག་ལྡན་དང་དབྱེ་བ་བཅོ་ལྔ་ལྡན་ལ་གོ་རིམ་གྱི་ངེས་པ་ཡོད་མ་རེད་ཡིན་ན་ཡང་ད་ཉི་ཤུ་ཁ་ར་འོད་ཟེར་གྱིས་དབྱེ་བ་དགུ་ལྡན་གོ་རིམ་བརྗོད་ར་དེ་གོ་རིམ་དེ་ག་རང་འགྲོ་ན

ཨ་ནི། བྱེད་ལས་དང་བརྒྱད་བྱ་ལས་དང་དགུ་བྱེད་ལས་མ་འོངས་པ་དང་བཅུ་བྱེད་ཤིང་ད་ལྟ་བ་དང་བཅུ་གཅིག་བྱེད་སེམས་འདས་པ་དང་བཅུ་གཉིས་བྱ་རྒྱུ་མ་འོངས་པ་དང་བཅུ་གསུམ་སྐུལ་ཚིག་དང་བཅུ་བཞི་དགག་སྒྲའི་སྐུལ་ཚིག་དང་བཅོ་ལྔ་ཟེར་ནས་ད་འདི་ལ་དབྱེ་བ་བཅོ་ལྔ་ཡོད་དེ་ཡིན་པ་སོང་ད་འདིའི་དབྱེ་བ་དེ་བཅོ་ལྔ་ཚང་མ་ཡང་གང་ལ་ལྡིང་གི་ཡོད་ཟེར་ན། བྱ། ལས་ཚིག། དེ། ད་ལྟ་སྐབས་སུ་བབ་དཔེར་བརྗོད་ཀྱི་དབང་དུ་བཏང་ན་ཕ་གིས་བཙུགས་སོ་ཟེར་བའི་བྱ་བྱེད་ཐ་དད་པའི་ལས་ཚིག་དེ་ལ། དེ་ལྟ་འདི་དཔེར་བརྗོད་བྱེད་དུ་བ་དེ་བཙུགས་སོ་དེ་ལ་བདེན་གྱི་ཡོད་དེ་ལ་དབྱེ་བ་བཅོ་ལྔ་ཐམ་པ་པ་ཕྱེད་བཞག་ཡོད་དེ་བྱ་ཚིག་དེའི་ཐོག་ནས་བྱ་ཚིག་དེ་ཡི་དུས་གསུམ་སྐུ་ཚིག་གི་ཐོག་ནས་དབྱེ་བ་བཅོ་ལྔ་ཐམ་པ་ཕྱེད་རྒྱུ་ཡོད་འོ་དེ་གནད་འགག་སྟེ་ཕ་གིས་དེ་ལ་ཐུག་གི་ཡོད་རེད་བ་ད་དེ་ལྟ་བུའི། གཙུག་ཞེས་པའི་གི་བྱ་ཚིག་དེ་ལ་དབྱེ་བ་བཅོ་ལྔ་འདི་ལྡན་གྱི་འདུག་དང་མི་འདུག་དེ་ག་རེ་བརྟག་པ་རེད་ཟེར་ན་ལས་ཚིག་གང་ཞིག་ཁྱད་པར་གསུམ་དང་ལྡན་མ་དེ་བརྟག་པ་རེད། ལས་ཚིག། དབྱེ་བ་བཅོ་ལྔ་ལྡན་ཡིན་ན་ངེས་པར་དུ་དབྱེ་བ་དགུ་ལྡན་ཡིན་དགོས་རེད། ལས་ཚིག་དབྱེ་བ་བཅུ་གཅིག་ལྡན་ཡིན་ན་ངེས་པར་དུ་དབྱེ་བ་དགུ་ལྡན་ཡིན་དགོས་རེད་ད། དེ་འདུག་དབྱེ་བ་དགུ་ཞེས་བྱ་ཅན་དེ་ལ་མང་དུ་བཏང་ཞིང་ཁ་སྣོན་བརྒྱབ་བྱ་རེད་བ། དེ་འདུག་ཟ་ནི། ཕ་གི། དུས་རབས་བརྒྱད་པའི་ནང་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་གྱི་ཐུགས་བརྩེ་བ་ཆེན་པོས་སློབ་དཔོན་པདྨ་འབྱུང་གནས་དང་མཁན་ཆེན་ཞི་བ་འཚོ་རྣམ་གཉིས་དང་ལྷན་དུ་རིམ་པ་བཞིན་དུ་མཐའ་འཁོབ་བོད་ཀྱི་ཡུལ་དུ་ནང་པ་སངས་རྒྱས་པའི་བཤད་སྒྲུབ་ཀྱི་སྲོལ་བཙུགས་སོ། ད་དེའི་བྱ་ཚིག་བཙུགས་ཞེས་པ་དེ་ལས་ཚིག་དབྱེ་བ། དགུ་སྟན་དང་བཅུ་གཅིག་སྟན་དང་བཅོ་ལྔ་སྟན་རེད་འདུག་དང་མི་འདུག་ག་བ་བརྟག་གོ་རེ་ཟེར་ན་ད་བྱ་བྱེད་ཐ་དད་པ་ཡིན་པ། བྱེད་པོ་པོ་སེམས་ལྡན་ཡིན་པ་དེ་ཡང་མ་ཤེས་དོན་གོ་བ་ཡིན་པ་ཁྱད་ཆོས་གསུམ་པོ་དེ་ལྡན་གྱི་འདུག་དང་མི་འདུག་བལྟ་བར་ད་དང་པོ་དེ་ལ་བྱ་བྱེད་ཐ་དད་པ་ཡིན་པ་ཟེར་དེ་ཨེ་ལྡན་ཟེར་ན་ལྡན་ཟེར་བར། བོད་ཀྱི་གཙུག་ཟེར་བ་དེ་ལ། ད་བྱ་བྱེད་ཟེར་དུས་དང་པོ་བྱ་བའི་ཡུལ་ག་རེད་ཟེར་ན་གཟུགས་བྱ་དེ་ག་རེད་དུ་བལྟ་བར། གཟུགས་བྱ་ག་རེ། སངས་རྒྱས་ཀྱི། སངས་རྒྱས་བསྟན་པའི་ཀྱི་བཤད་སྒྲུབ་ཀྱི་སྲོལ་དེར་བ་བཤད་སྒྲུབ་ཀྱི་སྲོལ་དེ། དེ་ནས་མ། ནང་པ་སངས་རྒྱས། ནང་པ་སངས་རྒྱས་པའི་བཤད་སྒྲུབ་ཀྱི་སྲོལ།

འདི་རྩ་ནས་སྨྲ་ཞིག་འདོན་དགོས་པའི་བྱེད་པ་པོ་ཞིག་ཡིན་པ་ཡང་ཆགས་སོ། དེ་འདུལ་ཁྱད་པར་ལས་ཚིག་གང་ཞིག་བག་གིས་བཙུགས་ཞེས་པའི་དེ་འདི་ལས་ཚིག་གང་ཞིག་ནི་ཁྱད་པར་གསུམ་དང་ལྡན་པ་ཏག་ཏག་ཁོ་ལ་ཚང་ཡོད། དེ་ཡིན་པ་སོང་ཙང་ཁོ་བྱ་བྱེད་ཐ་དད་པའི་ལས་ཚིག་གི་ནང་གི་དབྱེ་བ་དགུ་ལྡན་ལ་ཡང་འགྲོ་གི་རེད་དེ། དབྱེ་བ་བཅུ་གཅིག་ལྡན་ལ་ཡང་འགྲོ་གི་རེད་དབྱེ་བ་བཅོ་ལྔ་ལྡན་ལ་ཡང་འགྲོ་གི་རེད། འོ་ཏག་ཏག་ད་དང་པོ་དེ་ཚང་སོང་བ་འདི་ལྟ་གོ་རེ་ད་འདི་མ་ཚང་ན་དེ་དབྱེ་བ་བཅོ་ལྔ་ལྡན་ཚད་ཡ་ཡོད་མ་རེད་དབྱེ་བ་བཅུ་གཅིག་ལྡན་ཆད་ཡ་ཡོད་མ་རེད་དབྱེ་བ་དགུ་ལྡན་ཟེར་ནས་བརྩི་ཡ་ཡོད་མ་རེད་ད་འདི་ལ་ལྡན་ཚར་བའི་རྗེས་སུ་ད་དབྱེ་བ་ད་ལྟ་བཅོ་ལྔ་ལྡན་དེ་རྩིས་བྱ་ན་ད་དབྱེ་བ་དགུ་ལྡན་འདི་ནང་ལ་ཡོད་དེར་དབྱེ་བ་བཅུ་གཅིག་ལྡན་ཡང་འདི་ནང་ལ་ཡོད་དེར་འདི་འདུས་སྟབས་གཅིག་ཏུ་ཚང་མ་མཉམ་དུ་འགྲོ་བཞག་གི་འདུག་ད་དང་པོ་དེ་ལ་དབྱེ་བ་བཅོ་ལྔ་ལྡན་ནི་བྱེད་པ་པོ་ཟེར་ཏེ་བྱེད་པ་པོ་ཟེར་བྱེ་བྲག་ལ་ག་རེ་དབྱེ་བ་དེ་ག་རེ་ཟེར་ན་དབྱེ་བ་དང་པོ་དེ་འཛུགས་པ་པོ་ཟེར་བ་དེ་རེད་ཨ། དེ་ནི་ལས་སམ་བྱ་བའི་ཡུལ་ཟེར་བྱེད་ཀྱི་གྲ་དེ་ག་རེ་ཟེར་ན་དབྱེ་བ་གཉིས་པ་དེ་གཟུགས་པར་བྱ་ཟེར།

ནི་ནང་པ་སངས་རྒྱས་པའི་བཤད་སྒྲུབ་ཀྱི་སྲོལ་དེ་ཡིན། བཤད་པ་དང་སྒྲུབ་པའི་ཀྱི་སྲོལ་དེ། བཤད་པའི་ཀྱི་སྲོལ་དང་སྒྲུབ་པའི་ཀྱི་སྲོལ་དེ་ཡིན། ནི་འཛུགས་བྱེད་དེ་ག་རེ་ཡིན་ཟེར་ན་བྱེད་པ། འཛུགས་བྱེད་དེ་ག་རེ་ཡིན་ཟེར་ན་ཐུགས་བརྩེ་བ་ཆེན་པོ་དེ་ཡིན། དེ་དུ་བ། ཐུགས་བརྩེ་བ་ཆེན་པོ། ད་དེའི་རྗེས་སུ། བྱེད་དུས། རྗེས་ཟློས་ཀྱི་ས་བཅད་ཀྱི་གྲྭ་ལ་གར་ལ་བར་འཛུགས་ཟློས་ཟེར། རྗེས་ས། རྗེས་ས་ས་བཅད་ཀྱི་གྲྭ་དེ་ལ་འཛུགས་ས་ཟེར། རྗེས་ཚུལ་ས་བཅད་ཀྱི་གྲྭ་དེ་ལ་འཛུགས་ཚུལ་ཟེར། རྗེས་རོགས་ས་བཅད་ཀྱི་གྲྭ་དེ་ལ་འཛུགས་རོགས་ཟེར། ད་ད་ད། བཙུགས་ཞེས་པའི་བྱ་ཚིག་དང་འབྲེལ་བ། བྱ་ཚིག་གཞན། སོ་སོ་སོ་སོ་ལ། བྲི་དགོས་རོགས། ད་དེ་ལྟ་བུའི། རྗེས་ཟློས་དང་རྗེས་ས་དང་རྗེས་ཚུལ་དང་རྗེས་རོགས་ས་བཅད་ཀྱི་གྲྭ། འདི་བཞི་ཀ་ཡང་ག་རེ་བྲི་དགོས་རེད་ཟེར་ན། བྱ་ཚིག་དེ་བྱ་ཚིག་ད་ལྟ་བ། ཆ་ཚང་ཡང་བྱ་ཚིག་ད་ལྟ་བའི་སྒོ་ནས་འབྲི་དགོས་རེད། བྱ་ཚིག་མ་འོངས་པའི་སྒོ་ནས་བྲིས་ན་འགྲིག་གི་མ་རེད། འདས་ཚིག་གི་སྒོ་ནས་བྲིས་ན་འགྲིག་གི་མ་རེད་སྐུལ་ཚིག་སྒོ་ནས་བྲིས་ན་འགྲིག་གི་མ་རེད། ད་འདི་ལ། འདི་ཁོ་རང་འདས་ཁོ་རང་ལ་འདུལ་བ། བྱས་བྱས་བྱས་ཟིན་ད་ལྟ་བ་རང་བྲིས་ཤིག་འདུལ་བ་དེ་འདུལ། འཛུགས་འདུལ། འདུལ་འདི་འདས་སྦྱར། འོ། འདི་བྱ་ཚིག་ད་ལྟ་བཙུགས་ཞེས་པ་དེ་དང་འབྲེལ་ནས་ཨ་ནི་འཛུགས་འདུལ། འཛུགས་ས། འཛུགས་ཚུལ། འཛུགས་རོགས་ཟེར་ནས་ད་བྱ་ཚིག་གཞན་པ་ཅིག་སླེབས་སོང་ཡིན་ན་ད་གྱིས་དཔེར་ན། སྟབས། དེང་དུས་ཞིང་པའི་འཕྲུལ་ཆས་ཀྱིས། ལོ་ཏོག་སྟབས་བསལ་བའི་དབང་དུ་བཏང་ན། ཨ་ནི་ལོ་ཏོག་ག་རེ་འདེབས་དུས། འདེབས་ས། འདེབས་ཚུལ། འདེབས་རོགས་ཟེར། གཞུང་ལམ་བཀག་ཟེར་བའི་དབང་དུ་བཏང་ན། གཞུང་ལམ། འགོག་དུས། འགོག་ས། འགོག་ཚུལ། འགོག་རོགས་ཟེར། འོ་འདུག་ཕྱིན་ནས་བྱ་ཚིག་ད་ལྟ་བ་ཞིག་གི་ཐོག་ནས་འདི་བྱ་ཚིག་དེ་བོད་བརྗོད། འགྱུར་བ་བཏང་ནས་བྱ་ཚིག་ད་ལྟ་བ་གཞན་པ་ཞིག་བཅོས་ཡ་ར་བ་ཁོ་རང་དཔེར་བརྗོད་ནང་ལ་བྱ་ཚིག་ག་རེ་འདུག་ན་ཡང་འོ་དེ་དང་འབྲེལ་ནས་བྲིས་དགོས་རོ་བ་ད་དེ་རིགས་བསྒྲེས་ནས་བྱ་ཚིག་ཆ་ཚང་ལ། ལས་ཚིག་དབྱེ་བ་དགུ་ལྡན་ཆ་ཚང་ལ་རིགས་བསྒྲེས་དགོས་རོ་ད།

ག་རེ་ཡིན་ཟེར་ན་ད་འདི་ཟ་བྱས་ཙང་འཛུག་ས་ཟེར་བ། འཛུག་ས་དེ་ག་རེ་ཡིན་ཟེར་ན་ནང་པ་སངས་རྒྱས་པའི་བཤད་སྒྲུབ་ཀྱི་སྲོལ་འཛུག་ས་དེ་ག་རེ་ཡིན་ཟེར་ན་མཐའ་སྐོར་བོད་ཀྱི་ཡུལ་དེ་ཡིན་ཏེ་མཐའ་སྐོར་བོད་ཀྱི་ཡུལ་ད་ཁོང་རྣམ་པ་མ་ཕེབས་པའི་སྔོན་ལ་བོད་དེ་མཐའ་འཁོབ་ཆགས་དེ་རོ་དེང་སང་མཐའ་འཁོབ་ཆགས་ཡོད་མ་རེད་ཡུལ་དབུས་ཆགས་དེ་རོ་དེ་ཡིན་པ་སོང་ཙང་མཐའ་སྐོར་བོད་ཀྱི་ཡུལ་དེ་ཡིན་འཛུག་ས་དེ་ད་བྱེད་ཚུལ། བྱ་བ་བྱེད་ཚུལ་འཛུགས་པའི། བཙུགས་པའི་བྱ་བ་དེ་བྱེད་ཚུལ་དེ་ག་འཛུགས་ཚུལ་དེ་ག་འདྲ་ཡིན་ཟེར་ན། ནི་རིམ་པ་བཞིན་དུ། དེ་དོ། དེ་རིམ་པ་བཞིན་དུ་བཙུགས་པ་ཡིན། ཅིག་ཅར་དུ་མ་བཙུགས་བྱ་བ་མ་ཡིན་པ། རིམ་པ་བཞིན་དུ་ག་ལས་ག་ལས་ཐབས་ལ་མཁས་པའི་ཐོག་ནས་རིམ་པ་བཞིན་དུ་མ་བྱེད་སྒྲུབ་ཀྱི་སྲོལ་བཙུགས་སོང་ར་དེ་དུས་འཛུགས་ཚུལ་དེ་རེད། ནི་བྱེད་རོགས་ད་དེ་རྗེས་སུ་བྱེད་རོགས་རེ་ད་བྱེད་རོགས་དེ་ལ། བྱེད་རོགས་ས་བཅད་ཀྱི་སྒྲ་ལ་འཛུགས་རོགས་ཟེར་རོ། ད་ནང་པ་སངས་རྒྱས་པའི་བཤད་སྒྲུབ་ཀྱི་སྲོལ་དེ་འཛུགས་རོགས་དེ་བཙུགས་རོགས་དེ། ཁྲི་སྲོང་ལྡེའུ་བཙན་ལ་ནང་པ་སངས་རྒྱས་པའི།

རམ་འདེགས་བྱས་ནས་ནི་སངས་རྒྱས་ཀྱི་བསྟན་པ་འདི་བཙུགས་སོང་རོ། དེའི་འདུལ་ཚན་ཁོང་རྣམ་པ་གཉིས་འཛུགས་རོགས་ཤག། འོག་ཏུ་སྦྱིན་བདག་འདི་ལ་ངོས་འཛིན་བྱས་འདུག། འཛུགས་དུས་འཛུགས་ས་འཛུགས་ཚུལ་འཛུགས་རོགས། འོག་ཏུ་སྦྱིན་བདག་འདི་ཆ་ཚང་ལ་ངོས་འཛིན་བྱས་ཡོད་རྟ། ད་དེའི་རྗེས་སུ་བྱེད་ལས་བྱེད་ལས་ས་བཅད་ཀྱི་དྲ་ལ་ཀ་རེ་འཛུགས་པར་བྱས། ནི་བྱ་ལས་བྱ་ལས་ས་བཅད་ཀྱི་དྲ་ལ་གཟུགས་པར་བྱ། ད་བྱེད་ལས་དང་བྱ་ལས་ཡང་ངོས་འཛིན་བྱས་ཡོད་རེད།

འོག་ཏུ་བྱིན་ད་དེ་ལ་དབྱེ་བ་བཅོ་ལྔ་སྟེ་རྟག་རྟག་ཏུ་བ། ད་དེ་དཔེར་ན། བྱེད་ལས་དང་བྱ་ལས་དེ་འབྲེལ་གྱི་དབང་ད་དེའི་དཔེར་བརྗོད་རྒྱས་ཤིང་རྒྱས་པ། ད་རེ་རེ་ལ་ཡང་དཔེར་བརྗོད་རྒྱས་པར་བྲིས་པ་ཡིན་ན་དེ་དེ་འབྲེལ་གྱི་ནི། དུས་རབས་བརྒྱད་པའི་ནང་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་གྱི་ཐུགས་བརྩེ་བ་ཆེན་པོས་སློབ་དཔོན་པད་མ་འབྱུང་གནས་དང་མཁན་ཆེན་ཞི་བ་སོགས་རྣམ་གཉིས་དང་ལྷན་དུ་རིམ་པ་བཞིན་དུ་མཐར་ཁྲོ་བོད་ཀྱི་ཡུལ་དུ་ནང་པ་སངས་རྒྱས་པའི་བཤད་སྒྲུབ་ཀྱི་ཚོལ་འཛུགས་པར་བྱས་ཏོ། འོག་ཏུ་བྱིན། འོག་ཏུ་བྱིན་ད་དེ་ཀ་ནང་བཞིན་གྱི་ནི་ད་ཀྱི་ནང་བཞིན་རིགས་བསྒྲེས་ནས། ནི།

ཐུགས་རྒྱུད་ལ་བོད་གངས་རིའི་ལྗོངས་ཀྱི་གདོང་དམར་བ་རྣམས་ལ། མི་མང་རྣམས་ལ་ཐུགས་བརྩེ་བ་ཆེན་པོ་དེ་ཡོད་པ་སོང་ཙང་ཨ་ནི་སངས་རྒྱས་ཀྱི་བཤད་སྒྲུབ་ཀྱི་སྲོལ་དེ་བཙུགས་སོང་རོགས་ཐུགས་བརྩེ་བ་ཆེན་པོ་དེ་མེད་ན་དེ་ཡ་མེད་དང་ནི་བྱ་བྱེད་དེ་སངས་རྒྱས་ཀྱི་བཤད་སྒྲུབ་ཀྱི་སྲོལ་བཙུགས་ཐུབ་ཀྱི་ཡོད་མ་བཙུགས་ཀྱི་ཡོད་མ་རོགས་དེ་འདི་འཛུགས་བྱེད་འཆར་དེ་ནི་འདི་འཛུགས་དུས། ཨོ་ནི་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་གྱིས།

མཁན་ཆེན་ཞི་བ་འཚོ་དང། སློབ་དཔོན་པདྨ་འབྱུང་གནས་རྣམ་གཉིས་ནི། ནང་པ་སངས་རྒྱས་པའི་བཤད་སྒྲུབ་ཀྱི་སྲོལ་ལ་བོད་གངས་རིའི་ལྗོངས་དུ་འཛུགས་རོགས་ཡིན། ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་གྱི་འཛུགས་རོགས་དེ་ཡིན། དབུ་གདུགས་ཤིང་རྟ་དཔེར་བརྗོད་བརྗོད་པ་ཆ་ཚང་བ་ཅིག་ཡ་ཞེས་མ་ཞེས་ག་འདྲས་བྱས་ནས་ཏག། ཚིག་གི་སྦྱོར་བ་དེ་སྐབས་ཐོག་སྐབས་ཐོག་ལྟག་གི་ལྟག་གི་བྱས་ནས་དཔལ་གོ་ར་བ། དབུ་གདུགས་བྱས་ནས་རྟ་དེ་ལ་ག་རེ་ཞུ་དགོས་རེད།

བཅོ་ལྔ་སོ། བཅོ་ལྔ་གི་སྟེང་དུ་ཡང་ལྔ་ཐེབས་ལ་ནི་ནི་ཉི་ཤུ་སོ། ཉི་ཤུ་གི་སྟེང་དུ་ཡང་ལྔ་ཐེབས་ལ་ནི་ནི་ཉི་ཤུ་རྩེ་ལྔ་སོ། འོ་འདུག་ཅིང་འགྲོ་བསམ་ལས་སླ་པོ་ཞུ་རེད་རྙོག་དྲ་ཆེན་པོ་ཡོད་མ་རེད་ད། ད་དེ་འདྲས་ཀྱི་མཁན་སོང་ཡིན་ན་དེ། གར་ཟེར་དགོས་རེད། ཁོ་རང་གཞན་ལ་བཤད་པའི་སྐབས་སུ་ཡིན་ན་རེད་སོ་སོ་ལག་ལེན་བསྟར་བའི་སྐབས་སུ་ཡིན་ན་རེད་ད། རྩལ་བྱང་ཡ་ལ་ཧ་ཅང་གི་ཕན་ཐོགས་ཆེན་པོ་དགེ་མཚན་ཧ་ཅང་ཧ་ཅང་གི་ཆེན་པོ་འོ་དེ་འདྲས་ཆགས་འདུག་གར་དེ་ཡིན་དུས་ད་ནི་ད་དེ་ཡི་རྗེས་སུ་ལི་ཚིག། ད་ལྟ་བཅོ་ལྔ་ལྡན་འདིའི་གང་ལ་ལྔ་ཐམ་པ་བསྣིབས་ནས་ད་ཉི་ཤུ་ལྡན་འདི་མ་ཞུ་གིན་ད། ད་དེབ་བྱ་ཚིག་གི་རྣམ་བཞག་ལག་ལེན་བཅུ་བདེ་ཆེན་པོ་ནང་ལ་ཉི་ཤུ་ལྡན་འདི། བྲིས་མེད་ཡིན་ན་ཡང་ད་ད་ལྟ་ངས་ལྔ་ཐེབ་ལ་བསྣིབས་ནས་ཉི་ཤུ་ལྡན་འདི་མ་ཞུ་བཞག་ན་ཡང་འགྲིག་གི་འདུག། འོང་ད་ད་ད་གོང་དུ། ལས་ཚིག་དབྱེ་བ། བཅོ་ལྔ་ལྡན་འདི་ཞུ་མ་ཐག་པ་བྱས་ནས་ད་ཞུ་མ། གོང་དུ་ཞུས་པ་ནང་བཞིན་བྱས་ནས་ད་ལས་ཚིག་དབྱེ་བ། ཉི་ཤུ་ལྡན་ཡང་ཡོད། ད་དེ། ཉི་ཤུ་ལྡན་ད་དེ་བ་དང། ཨེ་ཙི་ཡེ་བ་ཉི་ཤུ་ལྡན་རེ་ད། ད་ཉི་ཤུ་ལྡན་བཞག་གོ་དུས་བཅུ་དྲུག་པ་བཅུ་བདུན་པ་བཅོ་བརྒྱད་པ་བཅུ་དགུ་པ་ཉི་ཤུ་པ་ད་དེ་ག་རེ་ཡིན་ཟེར་ན། ཁོ་རང་གི་མིང་དེ། བཅུ་དྲུག་པའི་མིང་དེ་རྗེས་དེང། བཅུ་བདུན་པ་དེ་རྗེས་འབྲང། བཅུ་བརྒྱད་པ་དེ་རྗེས་ཡུན། བཅུ་དགུ་པ་དེ་རྗེས་ཐབས། ཉི་ཤུ་པ་དེ་རྗེས་སྲོལ། འོ་འདུག་ཅིང་ད། རིགས་པའི་ཀྱི་རྩལ་རྒྱས།

བྱ་བ་བྱེད་པའི་གི་དུས་ཡུན་དེ་ཟེར་གི་རོ། བྱེད་ཐབས་ཟེར་དུས་བྱ་བ་བྱེད་ཡས་གི་ཐབས་ཤེས་དེ། ཐབས་ལམ་དེ། བྱ་བ་བྱེད་ཡས་གི་ཐབས་ལམ་དེ་ལ་བྱེད་ཐབས་ཟེར། བྱེད་སྲོལ་ཟེར་དུས་བྱ་བ་བྱེད་པའི་གི་སྲོལ་དེ། བྱ་བ་བྱེད་པའི་གི་སྲོལ་རྒྱུན་དེ་སྲོལ་དེ་མ་རིན་པ་ཞིན་དུ་བྱུང་ཞིང་བྱེད་སྲོལ་ཟེར། ཨོ་དེ་ད་དེ་ཡང་ཡོད་ཆོག་རེད། དེ་ཡོད་མི་ཆོག་པའི་རྒྱུ་མཚན་ཅི་ཡང་ཡོད་མ་རེད། ད་ལྟ་གོང་དུ་བྱ་བ་དེ་ལ་བྱ་བ་བྱེད་པ་པོ་དང་བྱ་བ་དེ་ལ་བྱ་བའི་ཡུལ་དང་བྱ་བ་དེ་ལ་བྱ་བ་བྱེད་པ་དང་བྱ་བ་བྱེད་དུས་དང་དེ་ཚོ་ཡོད་པ་ནང་བཞིན་བྱས་ནས་བྱ་བ་དེ་ལ་ཡང་བྱ་བ་བྱེད་པའི་བྱ་བ་དེ་ཐེངས་མ་མང་ཉུང་དང་བྱ་བ་དེ་གྲངས་མང་ཉུང་དང་བྱ་བ་དེ་ཡུན་རིང་ཐུང་དང་བྱ་བ་དེའི་ཐབས་ལམ། སྣ་ཚོགས་པ་འདྲ་མི་འདྲ་དང་བྱ་བ་དེ་གི་བྱེད་སྲོལ་འདྲ་མི་འདྲའོ་དེ་འདྲའི་ཡང་ཡོང་ཆོག་གི་རོ། དེའི་མདུད་རྩ་ནི་བཅོ་ལྔ་ཡི་སྟེང་དུ་འདི་ལྔ་པོ་དེ་དང་གཅིག་གཉིས་གསུམ་བཞི་ལྔ་དེ་ནེམ་བྱ་དུས། ལས་ཚིགས་དབྱེ་བ་བཅོ་ལྔ་གི་རྗེས་སུ་ཉི་ཤུ་དེ་ནི་ཡིན། འོག་ཏུ་བྱས་ནས། ད་དེ། ད་ལྟ་ལས་ཚིགས་དབྱེ་བ་ཉི་ཤུ་ལྡན་ཟེར་ཡ་དེ། ལྷག་པར་དུ་དཔེར་བརྗོད་བྲིས་པའི་དབང་དུ་བཏང་ན་ལས་དང་པོ་བ་རྣམས། དཔེར་བརྗོད་བྲིས་དུས་སྐབས་སུ་ད་ག་ཚོད་ཀྱི་དཔེར་བརྗོད་བྲིས་ཡ་ལ་རིགས་མི་འདྲ་བ། ག་ཚོད་ཀྱི་མ་ངག་ཡོད་ན་ཡང་དེ་ཙམ་གྱིས་ཕན་ཐོགས་ཆེ་ཡ་ཡོད། དེའི་བ་སོང་ད་ལྟ་ཉི་ཤུ་ལྡན། ལས་ཚིགས་ཟེར་དེ་ཚང་མ་ལ་བྱའོ། ལས་ཚིགས་དབྱེ་བ་ཟེར་དེ་སྦྱར་ནས་ལས་ཚིགས་དབྱེ་བ་ཉི་ཤུ་ལྡན་ནི་ཐིག་པ་དོ། ད་ད་ལྟ་སྐབས་སུ་བབ་པ་དེ། བྱ་ཚིག། གཙུག་ཞེས་པ་སྟེ། འདིའི་དཔེར་བརྗོད་འདི་དུས་རབས་བརྒྱད་པ་ནས་བཟུང་སྟེ་འདིའི་བར་དུ་དཔེར་བརྗོད་ཅི་འདུག་བ། དེ་དང་འབྲེལ་ནས་ཞུས་པ་ཡིན་ན་གོང་དུ་ཞུས་ཚར་བ་བཅོ་ལྔ་སྟེ། བྱེད་ཐེངས་ཟེར་དུས་འཛུགས་ཐེངས་ཟེར་འཛུགས་ཐེངས། ཐེངས་མ་ག་ཚོད་འཛུགས་ཡོད་ཟེར་ད་དེ་ལ་འཛུགས་ཐེངས་ག་ཚོད་ཡིན། དུས་རབས་བརྒྱད་པའི་ནང་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་གྱི་ཐུགས་བརྩེ་བ་ཆེན་པོས་སློབ་དཔོན་པད་མ་འབྱུང་ལྡན་དང་མཁན་ཆེན་ཞི་འཚོ་རྣམ་གཉིས་དང་ལྷན་དུ་རིམ་པ་བཞིན་དུ་མཐའ་འཁོབ་བོད་ཀྱི་ཡུལ་དུ་ནང་པ་སངས་རྒྱས་པའི་བཤད་སྒྲུབ་ཀྱི་སྲོལ་འཛུགས་ཐེངས་ག་ཚོད་ཡིན་འཛུགས་ཐེངས་ག་ཚོད་བཙུགས་ཡོད།

ནི་ག་རེ། སེམས་པར་བྱེད། ནི་སེམས་པར་བྱ། འོ། སེམས་པར་འགྱུར། སེམས་བཞིན་པ། སེམས་ཟིན་པ། ད་འདི་ད་ལྟ་དེ་སེམས་ཟེར་དུས། ད་བྱ་ཚིག་འདི། གོ། ཁ་ཤས་ལ། ད་ལྟ་བ་ལ་ག་འོ་ས་ན་རུ་སོན་ན་གསོན་ཟེར་ཡོད་རེད་དེ་ཡིན་ན་ཡང་མང་ཆེ་བ་སེན་སེན་སེན་ཡིན་དུས། ཁྱད་པར་བྱེད་ར་འགྲོ་གི་མི་འདུག་བ། ད་དེ་ག་ན་ཤེས། བྱ་ཚིག་འདི་དུས་གསུམ། འགྱུར་བ་ཡོད་པ་དུས་གསུམ་བྱེ་བྲག་པ་བརྗེ་ལ་སྦྱར་ན་དེ་དེ་རིགས་མི་འདྲ་བ་ལས་ཡིན་དུས་བྱ་ཚིག་བེད་སྤྱོད་སྟངས་དང་དེ་ལ་ཁྱད་པར་ཡོད་ར་ལྟོས་དོན་དག་ལ་ད་དེ་འདི་འདྲ་ཡོད་རེད་ཁྱེད་རང། ད་ལྟ། བྱ་ཚིག་རྣམ་གཞག་ལག་ལེན་བཅུ་སྡེ་ཆེན་མོ་གསན་བཞིན་པ་དང་གཟིགས་བཞིན་པ། འདི་ལ་ཡང་དབྱེ་བ་བཅོ་ལྔ་པོ་དུ་བྱས་འདུག་དེ་ག་ནང་བཞིན་བྱས་ནས་ད་ཁྱེད་རྣམ་པ། ཞེ་ས་མ་ཞུས་པ་ཡིན་ན་ལྟ་བཞིན་པ་རེད་བ་ཁྱེད་རྣམ་པ་བྱ་ཚིག་རྣམ་གཞག་ལག་ལེན་བཅུ་སྡེ་ཆེན་མོ་ད་ལྟ་ལྟ་བཞིན་པ། འདི་གི།

དེང་དུས་ཞིང་པའི་འཕྲུལ་ཆས་ཀྱི་ལོ་ཏོག་འདེབས་སྲོལ་ཡོད། འོག་ཏུ་བྱས་ནས། ཉེན་རྟོག་པས། དེང་དུས་ཉེན་རྟོག་པས་ལྕགས་ཀྱི་དྲ་བའི་གཞུང་ལམ་འགོག་སྲོལ་ཡོད། འོག་ཏུ། གནའ་སྔ་མོ་ཡིན་ན་ལྕགས་ཀྱི་དྲ་བའི་གཞུང་ལམ་འགོག་མ། དེང་སང་ལྕགས་ཀྱི་དྲ་བའི་གཞུང་ལམ་འགོག་སྲོལ་ཡོད། འོག་ཏུ་བྱས་ནས། ཚང་མ་ལ་སྦྱར་ཡོད། འདི། ཉི་ཤུ་པོ་དེ། འདི་ལྔ་པོ་དེ། ཉི་ཤུ་པོ་དེ་ཡང་ད་ལྟ་འདི་གཅིག་པོ་ལས་བྱ་རེ་ཡོད་ཟེར་བའི་དོན་དག་མ་རེད། ད་ཅི་གོང་གི་ལས་ཚིག་དབྱེ་བ་ལྟ་བུ་མདོར་ན་ལས་ཚིག་དབྱེ་བ་དགུ་ལྡན་གྱི་ཡིན་ཚ་ནས་བཟུང་སྟེ། ད་དབྱེ་བ་ཉི་ཤུ་ཆ་ཚང་བྱ་རེ་ཡོད། དབྱེ་བ་ཉི་ཤུ་ཆ་ཚང་བྱ་རེ་ཡོད་པ་འདི་མཁྱེན་པར་བྱེད་དགོས་རེད་ད། དབྱེ་བ། དང་པོ་ག་རེ། ཉི་ཤུ་ཆ་ཚང་བྱ། དང་པོ་ག་རེ་དབྱེ་བ་དགུ་ལྡན། འདིའི་སྒང་ལ་གཉིས་ནེམ་ནས་བཅུ་གཅིག་ལྡན་འདིའི་སྒང་ལ་བཞི་ནེམ་ནས་བཅོ་ལྔ་ལྡན་འདིའི་སྒང་ལ་ལྔ་ནེམ་ནས་ཉི་ཤུ་ལྡན་ཆ་ཚང། ད་དབྱེ་བ་ལས་ཚིག་དབྱེ་བ་དགུ་ལྡན་གྱི་ཡིན་ཚ་ནས་བཟུང་སྟེ་མདོར་ན། ག་རེ་ཞིག་གོ་རེ་ལས་ཚིག་གང་ཚིག་ཁྱད་པར་གསུམ་དང་ལྡན་པ་དང་པོ་བྱ་བྱེད་ཐ་དད་པ་ཡིན་པ་གཉིས་པ་བྱེད་པ་པོ་སེམས་ལྡན་ཡིན་པ་གསུམ་པ་དེའང་སྨྲ་ཞེས་དོན་གོ་བའི་བྱེད་པ་པོ་ཞེས་པ་དེའི་ཁྱད་པར་གསུམ་པོ་འདི་དང་ལྡན་པའི་ལས་ཚིག་བྱ་ཚིག་ཅི་ཡིན་ཚར་ནས་བཟུང་སྟེ་ད་དབྱེ་བ་དགུ་དགུ་ལྡན་བརྩི་ཡ་ཡོད་རེད་བཅུ་གཅིག་ལྡན་བརྩི་ཡ་ཡོད་རེད་བཅོ་ལྔ་ལྡན་བརྩི་ཡ་རེད་ཉི་ཤུ་ལྡན་བརྩི་ཡ་ཡོད་འོ་དེ་ངེས་པར་དུ་མཁྱེན་དགོས་རེད་ད་ད་དེའི་ཡན་ཆད་དེ་དབྱེ་བ་ད་ག་རེ་ཟེར་གོ་རེད།

རྩལ་འཆང་བའི་ཆེད་དུ། རྩ་ཉི་ཤུ་རྩ་གཅིག་པ་རྩ་གཉིས་པ་རྩ་གསུམ་པ་རྩ་བཞི་པ་རྩེ་ལྔ་པ་ཟེར་ནས་དབྱེ་བ། ཉི་ཤུ་རྩ་ལྔ་པ། དབྱེ་བ་ཉེར་ལྔ་པ། འོ་དོ་བྱས་ནས་འདི་བཞག་ན་ཡང་འགྲིག་གི་རེད། དབྱེ་བ་ཉེར་ལྔ་ལྡན། ལས་ཚིག་དབྱེ་བ། ཉེར་ལྔ་ལྡན། འོ་དོ་བཞག་ན་ཡང་འགྲིག་གི་རེད་དབྱེ་བ་ཉེར་ལྔ་ལྡན། ད། ན་རེ་ད་ཕ་གི་དེ། ད་དེ་ལ་ག་རེ། ཉི་ཤུ་རྩ་གཅིག་པ་བྱེ་ཁུལ།

དཔེར་ན། ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་གྱི་མཐའ་འཁོར་བོད་ཀྱི་ཡུལ་དུ་ནང་པ་སངས་རྒྱས་འབེལ་གྱི་བཤད་སྒྲུབ་ཀྱི་སྲོལ་བཙུགས་པའི་གི་འབྲས་བུ་ལ་དེང་སང་ནང་པ་སངས་རྒྱས་པའི་ཆོས་ཉམས་ལེན་བྱེད་ཡག་གི་གོ་སྐབས་དེ་བྱུང་བ་ཡིན། འདི་གི་བཙུགས་འབྲས་རེད་བ་ད་ཁོང་གི་བཙུགས་པའི་འབྲས་བུ་བཙུགས་འབྲས་བྱ། ད་བཙུགས་འབྲས་དེ་ག་ནང་ཤེས་ཀྱི་ལོ་ཏོག་བཏབ་པའི་གི་འབྲས་བུ་ལ་ང་རང་ཚོ། སྟོན་ཀ་ལོ་ཏོག་བསྡུས་ནས་དེ་ང་རང་ཚོ་ཟ་རྒྱུ་འདི་བྱུང་གི་ཡོད་རེད་བ་འདི་ཚོ་ནི་ལོ་ཏོག་བཏབ་པའི་གི་འབྲས་བུ་གཞུང་ལམ་བཀག་པའི་གི་འབྲས་བུ་བཀག་འབྲས།

དང། བྱེད་པ་པོ་ལས་དེ་དེ་དབུ་ཅན་ཐོག་ནས་བྲིས་བྱ་རྒྱུ་ཆ་ཚང་ག་རེ་ཟེར་ན། ལས་ཚིག་དབྱེ་བ་གཉིས་དང་ཉེར་ལྔ་ཁོ་རང་བརྩིས་བྱས་ན་ཉེར་ལྔ་དེ་གའི་མིང་རེད་མ་གཏོགས་དབྱེ་བ་ངོ་མ་དེ་འདི་མ་ཡིན། དབྱེ་བ་ངོ་མ་དེ་ག་རེ་ཟེར་ན་ད་དེ་ཚོ་རེད་ད་ཁོ་རང་འཛུགས་པ་པོ་འཛུགས་བྱ་ཟེར་ནས་ཕ་གིས་བཙུགས་ཞེས་པའི་གི་བྱ་ཚིག་དེ་ད་དེ་སླེ་འདུག་དུ་བ། འདི་ད་ལྟ་བ་དང་འདི་མ་འོངས་པ་དང་ཨ་ནི་འདས་པ་དང་སྐུལ་ཚིག་དང་ཚང་མ་སླེ་ཡོད་ར་འདི་བྱ་ཚིག་ཁོ་རང་སླེ་དགོས་རེད་ད་དེ་བྱ་ཚིག་ཁོ་རེད་ད་དཔེར་ན་བྱེད་པ་པོ་ལས་བྱེད་པ་བྱེད་དུས་ཟེར་ན་ཕ་གིས་བཙུགས་ཞེས་པའི་གི་བྱ་ཚིག་དེ་སླེ་མི་འདུག་བ་དེ་ལ